ཡ། རྒྱུད་ལས་དེ་ནི་ཚང་མ་ལ་སྔ་དྲོ་བདེ་ལེགས་སྙམ་པོ་རྒྱུ་བཞུད། བསྐྱོད་པ་ད་དེ་རིང་ནས་བོད་ལ་དེ་ནི་ང་དང། ལམ་གཙོ་རྣམ་གསུམ་མའི་ཕྱག་སྤེལ་འོ་དེ་ནི་ང་དང་ཡི་ག། བཞུད་རྫ་བཅས་བྱིན་ནོ་བསྐྱོད་པ་ས་ན་དེ་ནི་མདང་ལྔའི་ཡི་ག་བུར་ཁ་ནང་བཞིན་དེ་ནི་ལམ་གཙོ་རྣམ་གསུམ་མའི་དེ་ནི་ཕྱག་སྤེལ་འོ pdf ཉིས་བརྒྱ་བུ་སྡིག་སེ་ན་བུལ་དེ་ཡོད་ཨིང་ལིཤ་ན་བུལ་དེ་ཡོད་དེ་ནི་ང་དང། དེ་འོ་ཉིས་བརྒྱ་ཚིག་ས་ཙད་ད་ལ། བསྐྱོད་པ་ང་དང་ཚིག་བཞི་བཞི་བཞག་ཚིག་བཞི་བཞི་བསྐྱོད་བྱེད་ནོ། དེ་ནས་ཁ་སྐ་སྤོ་སྙི་བཞིར་དྲི་བ་ཚར་ལ་ཛ་དར་ལ་དྲི་བ་ཚར་ན་དེ་དང་འབྲེལ་ལོ་དོན་ང་དང་ཡི་ག་ང་ཚོ་གུ་མང་པོ་ཞིག་ང་དང་སྤ་སྤེ་ཡོང་ཆེ་སུ་ནོག་ལ་མ་ན་ཡིག་ངེ་ཚིག་བཞི་བཞོ་གཅིག་དང་མཉམ་པོ་དྷ་ལམ་མི་ནོར་བཅོ་ང་ཉི་ཤུ་བཞིག་མ་ནས་བཞུ་ཐུ་བ་མ་ནོག་ལ་བཅས་བཞུ་ན་མང་པོ་བཞུ་ན་དེ་ནས་ཡི་ག་ཉན་ག་ནུ་ན་ཡང་ང་དང་འབོ་རིང་ཆ་བྱས་ན་སྙོམ་ན་ཡོང་ཆེ་དེ་གཟུགས་ཡོང་བ་ནོག་ལ་དེ་བ་སི་མི་སི་མ་གཟུགས་པོ་རིང་མེག་ཆ་ན་སྐྱོད་པ་ངེ་ཡིག་ཚིག་བཞི་བོ། ཀྱིས་དབང་ཟེར་བྱ་ནས་གཟུགས་ཤིག་བཞུགས་པ་དེ་ནི་བཀྲི་བ་དྲིས་ལན་མང་པོ་ཡོང་ན་དེ་ནི་དེ་ག་ནི་ང་དང་ང་ལྷའི་མོ་ཞིག་ཡོད་ད་ནོ། ཞགོད་པའོ་གཟུགས་ཤིག་ཡིན། ཞགོད་པ་ད་ང་དང། ང། ལམ་ཚོགས་རྣམས་སུ་མི་ཡི་ག་ཁེ་ཏོག་ག་ངའི་མྱི་བྱ་དེ་རིང་ཀ་བོ་ཞགོད་ཅི་ཡིན་དེ་ཚིག་པོ་མྱི་བྱ་ཕུལ་དེ་ཡོད། མགོ་ཁོ་རང་ནས་དེ་ནི་ཞི་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་ཞུ་ཟེར། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོ་དོན་རྒྱལ་ཧྲཱི་སྟམས་པ་རྣམས་ཀྱི་བསྔགས་པའི་ལམ་སྐལ་ལྡན་ཐར་འདོད་རྣམས་ཀྱི་རྒྱུ་བསྔོགས་ཏེ་ཇི་ལྟར་ནུས་ཀྱིས་བདག་གིས་བཤད་པར་བྱ། གསུངས་སེ་ཡ་ལ། དེ་ཚིག་ལྔ་ཡོད་ཀ་དེ་ལྔ་དང་དེ་དེ་ཉིད་འགྲེལ་བྱ་རྒྱབ་ཅེས་ཟེར་ནོ་ལ། བཤད་པ་ས་ན་བདག་ངས་མང་པོ་ཞིག་གཟུགས་མ་བཞུ་དེ་ནས། བདག་ནི་བཞུ་བ་ཚོ་སྤྱི་དང་སྤྱོད་ན་ལམ་ཚོ་རྣམ་གསུམ་བཞོ་གཅིག་དང་མཉམ་པོ། འོ་ད་ངས་འབྱུང་བྱང་ཆོས་ཀྱི་སེམས་ཡང་དག་པའི་ལྟ་བ།

ཨོ་ད་ལྟ་སྐྱིད་བཞུད་སང་ཟིན་མགོ་མ་སྔོན་ལ་ཚིག། ཁོ་རང་ཡིད་ཡིད་མ་ཟེར་ཧྲུལ་སྔོན་ལ་ད་ཁོང་ཡིད་གཟུགས་གཡང་མང་པིག་ཟེག་ཐལ་བ་མང་པིག་སྐྱིད་ཟེར་དང་ཟིན་མེད་བསམ་བྱེད་བཟོད་ག་ལ། ད་སྐྱིད་ནོ་འོག་བཞུད་ན་ཆོད་པ་བརྗོད་པ་བཞུད་ག་འབུ། ཆོད་པ་བརྗོད་པ་གཞི་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་བཞུད་ག་ནི་ཚིག་པས་དེ་ནི་ང་དང་ཆོས་བརྗོད་ཡིན་ནོ་ག་ལ་ལམ་གཙོ་རྣམ་གསུམ་མའི་ཕྱག་སྤེལ་ཟེར་ཆོས་བརྗོད་དཀའ་འོ་ཁྱེད་དེ་ན་ང་དང་དེ་ནས་གཞུང་ཆོས་དགའ་གཟུགས་ཤིག་གསུང་བ་མཛའ་ད་ཡོད་ན་ཡང་ང་དང་བཙོན་མ་མཛའ་ད་ཡོད་ན་ཨ་གཟུགས་ཅི་ཞིག་དགའ་གཟུགས་མཛའ་ད་ཡོད་ན་མགོ་མ་ང་ལ་དེ་ནས་མཆོད་པ་བརྗོད་ད་ནོ་དཀའ་བོ་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་དེ་ནས་རང་དེ་ནས་ལྷག་པའི་ལག་ཆོག་དང་འོ་ད་ལྟའི་ཚོགས་སུ་ན་དགའ་གཟུགས་བྱེད་ན་ཡང་ན་ང་དང་སྙིང་རྗེ་ཆེན་པོ་དང་བྱང་ཆུབ་ཀྱི་སེམས་དང་ལྟའི་ཚོགས་ཀུན་ན་མཆོད་པ་བརྗོད་བྱས་ཚེ་དེ་ནས་ང་དང་ཨ་གཟུགས་ཤིག་ཡོད་ཀྱ་ག་ལ་དགའ་གཟུགས་བྱ་བ་ཞིག་དགའ་གཟུགས་ཤིག་དེ་ནས་བླ་མ་སྐྱེས་ཆེན་དམ་པ་བོ་ནས་ཕྱག་སྤེལ་ཞིག་བཙོ་མ་མཛད་ན་ཡོད་ན་བསྒོ་བ་དེ་ནི་ཆོས་བརྒྱུད་མཛད་དེ་གཅིག་ཡོད་ནོ་བ་ལ་ཤོད་པ་དེ་ཟེར་ཚོད་ལ་དེ་ལ་ང་དང་ཡི་ལམ་གཙོ་རྣམ་གསུམ་ནི་ཆོས་བརྒྱུད་པོ་ཡིན་ན་ཚིག་གང། ཚིག། ཚིག་གཅིག་པོ་ནོ་བ་ལ་རྗེ་བཙུན་བླ་མ་རྣམས་ལ་ཕྱག་ཚ་ལུ་བུ་བཞུགས་ཀན་པོ་བྱེད་དེ་ན་ལམ་གཙོ་རྣམ་གསུམ་ནི་ཆོས་བརྒྱུད་ནོ། ད་ལྟའི་བོད་ཀྱི། ལྟ་ན་མཛའ་དང་ནོ་བཞུགས་ན། དེར་ཚིག་པོ་ཁྱེད་ལྟ་ན་བླ་མ་ནོ་ལྷ་ང་ཚང་ཚང་མར་ཁྱེད་ན་ནོ་དཀའ་བའི་གཞི་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་བཞུགས་ཟིན། ད། གཞི་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་བླ་མ་མཆོད་པ་བརྗོད་དེ་ནོ་བ་ལ། ཇི་ལྟང་སངས་རྒྱས་བྱང་ཆུབ་སེམས་དཔའ་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་ལྷག་པའི་བླ་མཆོག་དང་སྙིང་རྗེ་དང་བྱང་ཆུབ་ཀྱི་སེམས་དང་དད་གཙོ་བས་ན་མཆོད་པ་བརྗོད་ཀྱི་སའི་སྐབས་མང་པོས་ཡོད་ཀྱག་པ་ཡིན་ན་ཡང། དེ་ནི་བདག་སར་ང་དང་ཡིད་དགའ་སྐབས་སུ་བབ་པ་དེ་ནི་བདག་སར་ཡིད་དགའ་ང་དང།

དེ་ནས་རང་དྲིན་ཅན་རྩ་བའི་བླ་མ་དེ་ནི་རང་བླ་མ་མཆོད་པ་བརྗོད་པ་ཡིན་ན་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ལ་མཆོད་པ་བརྗོད་དཀའ་དང་བཙོག་ཡིན་ནོ་ག་ལ་ལྟའི་མཆོད་པ་བརྗོད་པ་དང་བཙོག་བྱ་ནོ་སྤྱོད་པ་ས་ན་བལྟས་པས་དེ་ནི་བླ་མ་མཆོད་པ་བརྗོད་བྱ་ནོ་རྒྱུ་མཚན་གཅིག་ཡིན་ནོ། གཉིས་པ་ནི་དེ་ནི་བླ་མ་འོ་ཁྱེད་དེ་ན་ཡོན་ཏན་སངས་རྒྱས་ཀུན་དང་མཉམ་ན་ཡང་དེ་ནི་བཀའ་དྲིན་དེ་ནི་སངས་རྒྱས་ཀུན་ལས་བརླག་པར་བྱའི་གཞུག་ཟེར། བླ་མའོ་སྐྱེ་དེ་ན་ཡོན་ཏན་བུ་སྐྱེ་དེ་ན་ཡོན་ཏན་སངས་རྒྱས་དང་བླ་མ་གཉིས་ཀ་ཡོན་ཏན་འདྲ་འདྲ་ཡིན་ནང་དེ་ན་ང་དང་བཀའ་དྲིན་བུ་སྐྱེ་དེ་ན་བླ་མ་བཀའ་དྲིན་ཆེ་ཡིན་ནོ་བ་ལ་ང་དང། ཅེས་ཞུ་ན་དེ་ནས་སངས་རྒྱས་སའི་བདག་སར་ཟག་པ་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ལ་སོགས་པ་དེ་དག་མཚམས་སྦྱར་གསུངས་ཏེ་དེ་ནས་དགོངས་པ་སྙ་ང་ལ་བཟླས་པའི་ཚུལ་ལྟར་ན་མཛད་དེ་ནོག་སྐྱོད་པ་ས་ན་དེ་སངས་རྒྱས་སའི་གསུང་མཛད་ཀ་ནས་ཆོས་པོ་ཚང་མ་དེ་ནས་ང་དང་བདག་སར་རྣམ་སྦྱོར་བ་ཚོར་བཅུག་ག་ང་དང་ཧ་གོ་བཅུག་ག་ང་དང་དེ་བོ་ངོ་སྤྲོ་འཚལ་ག་འབུ་སུ་ནོག་ཞུ་ན། དེ་ནས་བླ་མ་ནོར་བ་ལ། བླ་མ་མེད་ན་དེ་ནས་སངས་རྒྱས་སུ་གསུང་སྐལ་འབོ་ང་དག་ཧ་གོ་ཐུབ་ཅེས་མ་ནོར་བ་ལ་བཤོལ་བཏགས་ས་ན་དེ་ནས་སངས་རྒྱས་རེས་ཀྱང་བཀའ་དྲིན་ཆེ་བ་ང་དང་ལྡན་པས་རང་ཁ་དྲང་ང་དག་གཟུགས་བདེ་བོ་ཚང་མ་ངོ་སྤྲོད་མཛད་གནས་བདེ་བོ་ཚང་མ་གཟུགས་ཧ་གོ་གསལ་གནས་དེ་གཟུགས་པོ་བླ་མ་བཤོལ་བཏགས་ས་ན་སངས་རྒྱས་ལས་བཀའ་དྲིན་ཆེ་བ་ཡིན་བཤོལ་ནོར་བ་ལ། བསྐྱོད་པ་དེ་ནི་སྔོན་མ་དེ་ནི་བང་ཆེན་ནཱ་རོ་པ་དེ་ནི་ང་དང་རྒྱ་གར་ལ་ཆོས་བཞུགས་བསྐྱོད་ས་ནི་དེ་ནི་འོ་ད་བླ་མ་དང་ཡི་དམ་བླ་ཡི་དཀྱིལ་འཁོར་གཉིས་ལ་གཉིས་ཀ་བོར་དེ་ནི་དེ་ནི་ད་ཁྱོད་རང་དེ་ནི་བླ་མ་ཆགས་ཕུ་ལ་ར་ཡི་དམ་གྱི་དཀྱིལ་འཁོར་ལ་ཆགས་ཕུ་ལ་བཞུད་ཅིག་དང་སྙམ་པོ་དེ་ནི་བང་ཆེན་ནཱ་རོ་པས་དེ་ནི་འོ་ད་བླ་མ་ཁོ་དུས་རྒྱུན་དུ་ང་ཡི་གཟུགས་ཀྱི་སྙམ་པོ་ཡི་གཟུགས་མཇལ་དེ་ནོག་དུས་རྒྱུན་དུ་ངས་ཆགས་ཚུལ་འབུལ་བྱེད་ཅེས་ཡོད་དེ་ནོག། དེ་ནི་དཀྱིལ་འཁོར་གྱི་དེ་ནི། ལ་སོགས་དང་དཀྱིལ་འཁོར་འབུལ་བྱེད་དེ་ན་དེ་ནི་དེ་རིང་མ་ནི་འཇལ་བྱེད་མ་ལགས་ཏེ་གསུངས་པ་དཀྱིལ་འཁོར་བ་དཀྱིལ་འཁོར་གྱི་ལ་སོགས་དེ་རིང་ཕྱག་ཕུལ་ན་དེ་རིང་དུས་མ་སྐབས་ཐོབ་བྱེད་མ་ལགས་སམ་སྟེ་དེ་ནི་བླ་མའི་དང་དེ་ནི་དཀྱིལ་འཁོར་གྱི་ལ་སོགས་ཡིན་སྲིད་ན་དེ་ནི་ཁོང་དཀྱིལ་འཁོར་ལ་སོགས་ཕྱག་ཕུལ་ལ་བཟླས་དཀའ་རག་བྱོས་རོགས་དེ་ནི་དེ་འོ་མ་འདྲི་ག་ཡིན་ཞུ་རོགས། དེར་ང་དང་ཕྱག་སྤེལ་ནོར་ལྷ་གཏེ་བོ་མ་འདི་ག་བཙལ་བའི་རྟེན་འབྲེལ་ལམ་ཆུ་བཏུལ་རྟེན་འབྲེལ་བཙལ་བའི་ཆུ་ཁ་རག་བཞུར་བས་ཅི་བཞུར་ན་ཁ་ཤོད་ན་དེ་ནི་བླ་མ་ཕྱག་སྤེལ་གོ་ས་ནོར་ས་དཀའ་གཟུགས་ཤིག་ཡིན་ན་དེ་ནི་བླ་མའི་ས་གོང་ན་མ་ནི་མེད་ཀྱི་རག་བཞུར་བ་དཀྱིལ་འཁོར་ནམ་མིན་ན་དཀྱིལ་འཁོར་དང་དེ་གཟུགས་དེ་རིང་མ་ནི་འཇལ་བྱེད་མེད་ན་ཐོ་རེངས་མ་ནི་ཨ་གཟུགས་མེད་ནའང་དེ་ནི་བླ་མའི་ས་བཀའ་དྲིན་ཆེ་དང་བླ་མའི་ས་ཨ་གཟུགས་ཤིག་མ་ནི་མེད་ཀྱི་རག་བཞུར་བས་དེ་གསོལ་བཏབ་ས་ན་ཁ་ཤོད་ན་བླ་མ་ཕྱག་སྤེལ་ལ་བཙལ་བས་གཏེ་བོ་ང་དང་སྤེལ་ཞིག་ནོར་གསོལ་བཏབ་ས་ན་དེ་ཙམ་གྱིས་ང་དང

ཨ་གཟུགས་ཕ་ཡོན་ཅི་ཡོད་མ་བསྟན་པའི་ཉེས་དམིགས་ཅི་ཡོད་ཟེར་ག་མཚམས་རེས་སྐོར་ལ་ཡང་ཁོ་རང་ལམ་རིམ་ནང་དེ་དང་འདྲེས་ལོས་ཐོག་ནས་ང་དང་སྤེ་ར་མ་མང་པོ་སྤྲོ་ཕིག་མ་མང་པོ་ཡོད་དེ་ནང་བ་ལ་དེ་བོར་ང་དང་ཡི་ག་མང་པོའི་གཞོན་ནུ་མང་པོའི་ཨ་གཟུགས་ཆ་ནོག་ཤོད་པ་དེ་བ་དྲི་ལན་སོགས་དེ་གཟུགས་ཨ་གཟུགས་ཤོད་ན་དེ་ནི་ཡི་ག་ནི་དེ་ཚོགས་ཟོན་ང་དང་སལ་སལ་ཏིང་ཏིང་ཤོད་ད་ནང་བ་ལ་དེ་མ་ནི་འདག་ས་ཡི་ག་ནི་ཨ་གཟུགས་ཡིན་ན།

རྒྱལ་བ་ཙོང་ཁ་པ་ཆེན་མོས་དེ་ནས་གཞི་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་ཞུ་ཚེ། གཞི་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་བླ་མ་རྣམས་བཞུགས་ག་ནས་ཚིག་པོ་ཁྱེར་དེ་ན་དེ་ནས་ང་ད་ཅི་ནོ་ཞུ་ན་རྣམས་བཞུགས་ག་འདུག་ཁྱེར་དེ་ན་མང་ཚིག་ནོ་བ་མང་པོ་བླ་མ་ཚང་མ་ལ་ཕྱག་འཚལ་ལོ་བཞུགས་ག་འདུག། མང་པོ་ནོ་བ་ལ་ད་གཞི་བཙུན་བླ་མ་གནམ་ལ་ཕྱག་འཚལ་ལོ། ཞེས་ཞུ་གནས་པོ་ཁྱེད་དེ་ན་དཀའ་བོ་ཁྱེད་དེ་ན་ང་དང་གཙོ་བོ་ཙོག་པོ། དེ་ན་ང་དང་སྨན་ཙོག་པོ་རྒྱལ་པོ་ཡོད་ན་འོ་ལ། རྒྱལ་པོ་ཙོག་པོ་དག་ཡོད་ན་མེད་ན་ཙོག་པོ་ཞེས་གསུངས་ནས་བཙུན་པ་ཡོད་དེ་ནས་བཙུན་པའི་ཡོན་ཏན་དང་ལྷན་ཁང་ལྷ་པ་གསུམ་གྱི་ཉམས་ལེན་དང་རྟའི་ཙོག་སའི་ཉམས་ལེན་ཨ་གཟུགས་དང་ལྷན་ཁང་རྗེ་བཙུན་བརྒྱུད་བླ་མ་བཞུགས་ན་གོང་ན་མེད་པ་བརྗོད་དོ་འོ་དེ་དག་གོང་ན་མེད་པ་འོ་ད་རང་དྲིན་ཅན་རྩ་བའི་བླ་མ་བཞུགས་སེ་ནོག་ལ་བླ་མ་རྣམས་ལ་ཕྱག་འཚལ་ལོ་ད་རྗེ་བཙུན་བླ་མ་རྣམས་ལ་བཞུགས་སྒར་མི་ཚིག་པས་དེ་ནས་བདག་ས་ང་དང་རྒྱལ་བ་ཙོང་ཁ་པའི་བླ་མ་རྣམས་བཞུགས་དེ་ན་བླ་མ་ཚང་མ་སྐྱབས་སུ་ཡང་སུ་ཁོང་མཆོད་པ་བརྗོད་དེ་ན་བླ་མ་རྣམས་བཞུགས་དེ་བླ་མས་གཙོ་བོ་བྱས་དེ་ན་ཁག་ཅིག་བཞུགས་ན་དེ་ནས་རྒྱལ་བ་ཙོང་ཁ་པའི་བླ་མ་རྣམས་ནས་གཙོ་བོ་ཅིག་དེ་ནས་འོ་ད་རྗེ་བཙུན་བསླབ་པའི་ལྷ་ཆོག་རྗེ་བཙུན་འཇམ་པའི་ཡང་ཡིན་བརྗོད་ནོ་རྗེ་བཙུན་འཇམ་པའི་ཡང་གལ་ཏེ་ན་རྒྱལ་བ་ཙོང་ཁ་པའི་བླ་མའི་ནང་ནས་བླ་མ་གཙོ་བོ་གཅིག་ཡིན་བརྗོད་ནོ་རྗེ་བཙུན་འཇམ་པའི་ཡང་རྒྱལ་བ་ཙོང་ཁ་པ་རྗེ་བཙུན་འཇམ་པའི་ཡང་དེ་ནས་ཞལ་གཟིགས་སུ་གྱུར་ཏེ་དེ་ནས་ང་དང་མི་དང་མི་ཐུགས་ཁམས་སྩོགས་ས་དེ་ནས་རྗེ་བཙུན་འཇམ་པའི་ཡང་རྒྱལ་བ་ཙོང་ཁ་པ་དེ་ནས་ཆོས་གསལ་ཏེ་ཆོས་སྨྲ་མང་པོ་ས་ལྷ་ཟ་ཏེ་གཟུགས་ཟ་ཏུ་བྱ་བ་ལ་སྐྱོད་པ་ང་བླ་མའི་གཙོ་བོ་གཅིག་དེ་ནས་རྗེ་བཙུན་འཇམ་པའི་ཡང་ཡིན་བརྗོད་ནོ་དེའི་སྟེང་ན་དེ་ནས་ང་དང། ཆོས་རྗེ་དོན་གྲུབ་རིན་ཆེན་དེ་ནི་རྒྱལ་བ་ཙོང་ཁ་པའི་བླ་མ་ཡོད་ན་མེད་ན་གཅིག་ནོ་ཆོས་རྗེ་དོན་གྲུབ་རིན་ཆེན་གཞུ་དཀར་འབུ་ཁྱེད་བལྟས་ན་རྡ་ས་ང་དང་ས་སྐྱ་རྙིང་མ་བཀའ་བརྒྱུད་དེ་ཚོ་གོ་ད་ཅང་མ་ནོག་བལྟས་ཙང་ནི་ང་དང་འགལ་ལུགས་ཟེར་ཏེ་འགལ་ཐང་པ་དེ་ཡང་མི་སྐྱ་ག་ལ་འོ་ད་དེ་ཆོས་བརྒྱུད་གང་ཡང་མིན་པ་དེ་ནི་འགལ་དེ་ནི་བཀའ་གདམས་པའི་ཆོས་བརྒྱུད་འཛིན་གང་བྱེད་ཀྱི་ནོ་ག་ལ་འོ་དེ་རྗེས་ཆོས་རྗེ་དོན་གྲུབ་རིན་ཆེན་དེ་ནི་དེ་དང་དེ་ནི་རྒྱལ་བ་ཙོང་ཁ་པའི་བླ་མ་གཅིག་དེ་ནི་རྡ་ས་ང་དང་ས་སྐྱའི་བ་འདི་ལྟར་ཆེན་པོ་བཞི་བཙུན་རེ་འདའ་བ་དེ་ནི་བདེན་པའི་རང་དགེ་བ་ཙོང་ཁ་བུའི་དབུ་ཚད་ཀྱི་རིགས་པའི་སྒོ་དང་པོ་ཉིད་སྐམ་པོ་ཁྱེར་ཏེ་ན་འོ་ད་ཉིད་དུ་གང་དེ་ཙམ་དགྲ་འདའ་འདྲ་བའི་བླ་མ་ཡོད་ན་མེད་ན་གཅིག་དེ་ནི་བཞི་བཙུན་རེ་འདའ་བ་ཆེན་མོ་བཞུགས་སའི་ནོར་བ་ལ་འོ་ད་སྟེ་ཙོག་སའི་བ་གཟུགས་ཡོད་དེ་ན་དེ་ན་ཙོག་ས་ངག་ཆོས་སུ་ཡོད་ངག་གི་ནང་ནས་གསང་སྔགས་ནང་ནས་གཙོ་བོ་ཁྱེད་བསྟེན་ན་བསྟེན་ན་བླ་མ་གཟུགས་པོ་ཁྱུང་པོ་ལགས་པ་དང་དགོངས་གསུམ་མདོ་ཆེན་འབར་བདེ་ཆེན་འབར་བ་སྟེ་རྫོགས་སའི་བླ་མ་མ་མང་པོ་བཞུགས་སའི་བསྟེན་ནག་ལ། སྟེ་རྫོགས་ཚང་མ་དང་སྟེ་རྫོགས་སའི་བླ་མ་ཚང་མ་ལ་ཕྱག་འཚལ་བསྟེན་ནག་ལ། འོག་དག་གཞི་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་བརྗོད་ཚེ་དེ་ཚང་མ་ལ་ངས་ཕྱག་ཕུལ་ལ་ཡོད། སྤྱི་ཕའི་ཕྱག་ཕུལ་ལ་ཡོད། རྒྱུ་མཚན་ཅི་ཡིན་བརྗོད་ཅིག་དང་དེ་ནས་ངས་ཨི་ཀ་ནས་ལམ་གཙོ་རྣམ་གསུམ་མའི་སྐོར་ལ་ཤ་ད་ཡོད་ཡང་ན་ལམ་གཙོ་རྣམ་གསུམ་མའི་ཕྱག་སྲོལ་རྩོམ་མ་ཡོད་དེ་རྩོམ་བྱེད་ས་དེ་ནས་འགེགས། བར་ཆད་མི་འོང་བྱས་ཙང་དེ་རྩོམ་བྱེད་ས་དེ་ནས་བྱ་བ་ལམ་འགྲོ་ཡང་ན་ང་ད་འོ་ད་ལེགས་འགྲུབ་རྒྱ་ལ་ཡོང་བྱས་ཏེའོ་དེ་ནས་རྩོམ་སའི་སྟེང་ན་སེམས་ཅན་མང་པོ་ཕན་ཐོག་བྱས་ཙང་དེ་ག་ནས་དེ་ནས་སེམས་ཅན་མང་པོའི་ཡུལ་ལ་ས་ལམ་གྱི་རྟོགས་པ་རྒྱུད་ལ་སྐྱེད་བྱས་སའི་འོ་ད་དེ་རྫོགས་སའི་བྱ་བ་ལམ་འགྲོ་དང་དེ་རྫོགས་སའི་བྱིན་རླབས་ཡོང་བྱས་སའི་བས་བླ་མ་ཚང་མའི་བྱིན་རླབས་འཇུག་བྱས་སའི་བས་དེ་ནས་མགོ་འཁོར་ར་དེ་ནས་གཞི་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་བཞུགས་སའི་བླ་མ་མཆོད་པ་རྒྱུད་བསྟན་བ་ལ། འོ་ད་ཆོས་པ་བརྗོད་དགོས་ཚེ་སྲིད་རྒྱུན་རྩར་འབངས་རྡག་སྲེད་དེ་ཟེར་ག་མཛོ་ས་འོ་དེ་ནོག་ད་རུང་དེ་དང་འདྲེ་ལོས་ཐོ་ནོག་ཁོ་ཆོས་པ་བརྗོད་ཚེ་སྲིད་རྒྱུན་རྩར་མང་པོ་ཞིག་ཡང་ཡོད་དེ་ནོག། འོ་ད་གཙོ་བོ་གྱེས་ཐན་འོ་དེ་ནོག། དེ་ཚིག་པོ་གྱེས་དེ་ན་ང་དང་ཆོས་བརྗོད་དེ་ཚིག་ནོག་གཞི་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་བཞུགས་ག་ནི་ཚིག་པོ་གྱེས་དེ་ན་ལམ་གཙོ་རྣམ་གསུམ་མས་ཆོས་བརྗོད་ནག་ད་ང་དང། འོ་ད་ལམ་གཙོ་རྣམ་གསུམ་སྟོན་ན་ཅི་ད་སྙམ་པོ་གཞི་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་བཞུགས་ཅི་ད་སྙམ་པོ་ཁྲ་ལྷེ་མས་རང་བཀྲིན་ཅན་རྩ་བའི་བླ་མ་འོ་ཨི་ལ་ཤར་འོ་ཞེས་སོགས་ཁག་ཆ་ནོག་ག་ལ་ད་མ་ནས་རེ་རེ་བྱོན་ཅི་ད་མ་ཤར་ན་འོ་ཨི་འོ་གྱེས་དེ་ན་ངེད་ཀྱི་བླ་མ་འོ་ན་ཕྱག་མཆོད་ལྟ་བུ་དེ་ནི་རང་དྲིན་ཅན་རྩ་བའི་བླ་མ་མཆོད་པ་ཇོ་དེ་ཡིན་བསམ་གང་ཅི་བསམ་ན་འགྲིག་བརྩོན་བ་ལ་ང་དང་ལ་སྟག་པོ་འོ་ན་བླ་མ་རེ་རེ་སའི་མཚན་དང་བླ་མ་རེ་རེ་སའི་དེ་ནི་ཞལ་དང་དེ་ནི་སྐུ་གཟུགས་དང་སྟེ་དེ་ཚང་མའི་ཡོན་བདག་ཚང་མ་རེ་རེ་བྱས་ཏེ་ང་དང་ལས་དང་པོ་བ་དྲན་མ་ཐུབ་ན། གཙོ་བོ་ཞེས་དེ་ནི་དབྱེ་ཚིག་པས་དེ་ནི་རྗེ་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་ཟེར་ག་ནས་ཚིག་པའི་རང་དྲིན་ཅན་རྩ་བའི་བླ་མར་ཕྱག་འཚལ་ཏེ་མཆོད་པ་བརྗོད་དེ་མཚམས་དེ་ལྟའི་རྫོགས་པོ་སེམས་མ་མཐར་ལེན་མེད་ཤར་ཏེ་དེ་གཟུགས་ཤིག་དབྱུག་ཤིག་ང་དང་ཤར་ཐུབ་ན་སྐལ་བ་བཟང་པོ་ན་དེ་རྫོགས་ཤར་གོ་ཞེས་ཁག་ཅན་ནོ་ག་ལ་ཚིག་གོ་རྣོ་ན་གཅིག་དང་གཉེན་པོ་འོ་ད་རྗེ་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ། ད་དེས་སྟེང་ན་དེ་ནི་སྔགས་དང། དེ་ནི། ལྟེ་བ་ནོ། མདོར་བསྟན་པའི་སྒོ་ནས་དེ་ནི་རྩོམ་པ་དམ་བཅའ་བ་གཞོན་ནོ། མདོར་བསྟན་པའི་སྒོ་ནས་རྩོམ་པ་དམ་བཅའ་བ་གཞོན་ནོ་ཅི་བཞུགས་ཟེར་ན། ཆོས་གཅིག་དང་མཉམ་པོ། དེ་ནི་སྔགས་དང། ལམ་གཙོ་རྣམ་གསུམ་མེ། དེ་ནི་སྔགས་དང། ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ། ཞེས་དེ་གསུམ་ཡོན་ཏན་རགས་པ་སྟེ་འོ་མདོར་བསྟན་པའི་ཚུལ་གྱིས་དཀར་བོ་ཁྱེར་ཏེ་ན། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོ་དོན། བརྒྱ་ཕྲག་བསམ་པ་རྣམས་ཀྱིས་བསྔགས་པའི་ལམ་སྐལ་ལྡན་ཐར་ཐོར་རྣམས་ཀྱི་འཇུག་ངོགས་ཏེ་བཞུགས་པ་ནི་ཚིག་གསུམ་པའི་ལམ་གཙོ་རྣམ་གསུམ་མདོར་བསྟན་ནོ་ག་ལ། ཇི་ལྟར་ནུས་བཞིན་བདག་གིས་ཤེས་པར་བྱ། བཞུགས་པ་ནི་ཚིག་པའི་དེ་ནི་རྩོམ་པ་དམ་བཅའ་བརྫ་བསྟན་ན་ག་ལ། རྩོམ་པ་དམ་བཅའ་ད་ཅིའི་ཞུས་ཟེར་ན་ཞོ་སྤྱི་དང་གཉེན་པོ་མདོར་བསྟན་པའི་སྒོ་ནས་རྩོམ་པ་དམ་བཅའ་བ་ཅིའི་ཞུས་ཟེར་ན་རྫས་སྤྱི་དང་གཉེན་པོ་དེ་ནི་མདོར་བསྟན་པ་ཞོ་སྤྱི་དང་གཉེན་པོ་དེ་ནི་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་མདོར་བསྡུ་ཞིག་རྫོགས་ཤིག། དགུ་མ་ཧྲུང་བོན་ལ་ང་དང། སྤྱི་ཞུས་ཟེར་ན་རྟགས་སངས་དང།

དེ་ནི་ཁོང་ཨི་ལམ་གཙོ་རྣམ་གསུམ་རྩོམ་སྤྱི་ཟ་དམ་བཅའ་ཛ་ད་ནོག་ཡང་ན་ཁ་སྡེ་འཛ་ཏེ་རྩོམ་པ་དམ་བཅའ་ཛ་ད་ནོག་རྩོམ་པ་དམ་བཅའ་བ་ཛ་ཚར་ཏེ་བཏིང་ན་དེ་ནི་རིམ་པས་ཆོས་སྲིད་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བའི་སྐོར་ལ་རྒྱས་པ་ཆོས་སྲིད་སོགས་ཛ་ད་ནོག་བ་ལ་ལྟེ་བ་ནོག་སྤྱོད་པ་ཟ་ན། སྒོ་མའི་ཚིག་གསུམ་པའི་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བའོ་མདོར་བསྟན་པ་ནོག་དཀའ་བའི་ཁྱད་དེ་ན། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོ་དོན་བཞུགས་ཀ་ནས་ཚིག་པའི་དེ་ནི་ང་དང་ངེས་འབྱུང། མདོར་བསྟན་པ། བརྒྱ་ཕྲག་བསྟན་པ་རྣམས་ཀྱི་བསྔགས་པའི་ལམ་བཞུགས་པ་ནི་བྱང་ཆུབ་ཀྱི་སེམས། མདོར་བསྟན་པ། དེ་ནས་སྐལ་ལྡན་ཐར་འདོད་རྣམས་ཀྱི་འཇུག་ངོགས་ཏེ་བཞུགས་པ་ནི་ཚིག་པས་དེ་ནས་ཡང་དག་པའི་ལྟ་བ་མདོར་བསྟན་པའི་ཚུལ་གྱིས་བསྟན་དང་མཛད་དེ་ནོ་གཞོན་ནུ་ཧ་ལ་གཅིག། གཉིས་པ་ནས་ཡང་རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོ་དོན་བཞུགས་པ་ནི་ཚིག་གཅིག་པས་དེ་ནས་ང་དང་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་གསུང་བཀའ་མདོར་བསྟན་དང་ནོ་བཞུགས་པ་ནི་གཅིག་གཞོན་ནུ་ཡང་བཞུགས་དང་གཅིག་ག་དེ་གཞོན་ནུ། བརྒྱ་ཕྲག་བསྟན་པ་རྣམས་ཀྱི་བསྔགས་པའི་ལམ་བཞུགས་པ་ནི་ཚིག་པའང་དེ་ནི་ང་དང་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པར་ལྟ་བ་གསུམ་ཀ་རྡོར་བཏགས་ན་ནོ་གཞུག་ག་ནའང་ཡོད་པས་ནོ་ག་ལ་གཞུག་ནོ་ག་ལ་དེ་གཟུགས་ཀྱང་གཞུག་ནོ། དེ་ནི་སྐལ་ལྡན་ཐར་ཐོར་རྣམས་ཀྱི་འཇུག་ངོགས་ཏེ་གཞུག་ག་ནི་ཚིག་པའང་དེ་ནི་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པར་ལྟ་བ་གསུམ་ཀ་དེ་ནི་མདོར་བསྟན་ཏེ་ནོ་མདོར་བསྟན་གྱི་ཚུལ་དེ་ས་ན་འཛག་ཏུ་ནོ་གཞུག་ནོ་ག་ལ་གའོ་ཀྱེ་དེ་ན་དོན་རྟག་པོ་གཞུག་དང་གཉིས་སོགས་ཤིག་ནོ་གའོ། ངེས་འབྱུང་ཚིག་རེ་རེ་བཅོས་ན། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོ་དོན་ནི་འཇུག་ག་ནི་ངེས་འབྱུང། བརྒྱ་ཕྲག་དམ་པ་རྣམས་ཀྱིས་བསྔགས་པའི་ལམ་བཞུགས་ཀ་ནི་བྱང་ཆུབ་ཀྱི་སེམས། མདོར་བསྟན་པ། དེ་ནས་སྐལ་ལྡན་ཐར་ཐོར་རྣམས་ཀྱིས་རྒྱུད་བསྔོགས་ཏེ་བཞུགས་ཀ་ནི་ཚིག་དཔེ་དེ་ནས་ཡང་དག་པའི་ལྟ་བ་མདོར་བསྟན་པའི་ཚུལ་གྱིས་བསྟན་པ་ནོ་ཞུས་ཚེ། ཡང་ཚིག་རེ་རེ་སའང་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་གསུངས་ཀ་མདོར་བསྟན་པའི་ཚུལ་གྱིས་རྒྱུད་དང་ཡོད་བྱ་ག་ལ། འོ་དེ་རྒྱུད་དང་གཅིག་ནོ། ད་ཚིག་གསུམ་པོས་བསྟན་ན་གོ་ད། དེ་ནས་འཇུག་མའི་ཚིག་པོ་སྟེ་ལྔ་དང་རྩོམ་པ་དམ་བཅའ་བ་ནོ་དེ་སྟེང་ན་ཞུས་ཅེས་གསུངས་ད་ཤོད་ད་ས་ན། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོ་དུ་འགྱུར་ཅིག་དང། རྒྱལ་བ་བཞུགས་སྒར་འབུལ་བྱེད་ལྟ་ན། རྒྱལ་བ་སངས་རྒྱས་བཅོམ་ལྡན་འདས་གཞོན་ནུ་བ་ལ་སངས་རྒྱས་བཅོམ་ལྡན་འདས་སུ་ཏང་གི་མགྱོགས་ས་བཞོན་ལྟ་སྤྲེལ་མ་མང་པོ་བྱེད། རྒྱལ་བ་སངས་རྒྱས་བཅོམ་ལྡན་འདས་སུ་གསུང་རབ་ཆོས་ཀྱི་བུང་བུ་བརྒྱད་ཁྲི་བཞི་སྟོང་མ་མང་པོ་གསུང་མཛད་དུ་གསུང་རབ་ཚང་མ་གསུང་རབ་ཀུན་གྱི་སྙིང་པོ་དུ་གསུང་རབ་ཚང་མའི་སྙིང་པོ་བྱེད་ལྟ་ན་སྙིང་པོ། གསུང་རབ་ཚང་མ་ཕྱོགས་བཅུ་བའི་བདུད་སྲིན་ཁྱོད་ཚེ་ལྟེ་བའི་སྙིང་པོ་དཀར་བོ་ཁྱེད་ལྟེ་ན་འོ་མའི་སྙིང་པོ་མར་ནོག་པ་ལ་ལྟེ་བཙོག་ས་ལྟེ་ཚང་མ་ཕྱོགས་གཅིག་ག་བདུད་སྲིན་ཁྱོད་ཚེ་མངའ་བདག་སྙིང་པོ་བཙོག་པོ་མེན་བཙོག་པོ་ཁྱེད་ལྟེ་ན་ག་གཟུགས་ཞིག་འཇོ་གཅིག་དང་རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོ་དོན་འཇོ་གཅིག་ན་སྙིང་པོ་སྙིང་པོ་ཅི་ནོག་སྙིང་པོ་དོན་པོ་ཅི་ནོག་བཞུགས་ན་ངེས་འབྱུང་པོ་ཡིན་ནོ་ཞེས་ཟེར་ངེས་འབྱུང་གཅིག་པོ་སྦྱར་ན་ངེས་འབྱུང་ངམ་གཅིག་པོ་སྦྱར་ན་པོ་ན་འགྲིག་སྟངས་དེ་མ་ནི་སྙིང་པོའི་དོན་པོ་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པར་ལྟ་བ་གསུམ་ཀ་པོ་ན་ཡང་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པར་ལྟ་བ་གསུམ་ཀ་ཡིན་ནོ་ཞུས་ན་འགྲིག་སྟངས་དེ་མ་ན་ངེས་འབྱུང་གཅིག་པོ་དང་བདག་གསང་སྔགས་དང་ངེས་འབྱུང་ཡིན་ན་རྒྱལ་བའི་གསུང་རབ་ཐམས་ཅད་ཀྱི་སྙིང་པོ་དོན་སྙིང་པོ་རྫོགས་པོ་ཡོད་ན་མེད་ན་རྫོགས་པོ་ངེས་འབྱུང་ཡིན་ནོ། བཀའ་ལུང། འཁོར་བ་ལ་ངེས་པར་འབྱུང་བ། འཁོར་བ་ལ་ངེས་པར་འབྱུང་བ་གཞོལ་བྱེད་དང་གཉེན་པོ་ཐར་པ་ཐོབ་འདོད་ཀྱི་འཚམས་པ་བསམ་པ་དཀའ་བོ་ཁྱེད་དེ་ན། འཁོར་བ་ནས་འབྲལ་འདོད་ཀྱི་འཚམས་པ་དང་འཁོར་བ་འོག་ན་ཟིན་ན་སྐྱོན་འཁོར་བ་སྡུག་བསྔལ་གྱི་རང་བཞིན་ཅན་སྙིང་ག་ནས་བསམ་པའོ་ཤུགས་དྲག་པོའོ་དུས་ནམ་ཡང་ཡོད་ན་དེ་ནི་ང་དང་ངེས་འབྱུང་ནོ་ག་ལ་འཁོར་བ་ངེས་འབྱུང་གཞོན་ནོ། འཁོར་བ་ངེས་འབྱུང་སྐྱེ་ན་དེ་ནི་ཐར་པ་འདོད་ཀྱི་ཐོབ་འདོད་ཀྱི་བསམ་པ་སྐྱེ་ནོ་ཧ་ལ་ནམ་མི་ན། དེར་དཀའ་བ་གོས་རྣམས་འཇིག། ལྟེ་བ་གཞོན་ན་ང་དང། ཉིན་མཚན་ཀུན་ཏུ་ཐར་བ་དོན་གཉེར་བློ་འཇུག་ན་དེ་ཚེ་ངེས་འབྱུང་སྐྱེ་བ་ལ་བཞུགས་སུ་གདགས་ས་ང་དང་ལམ་གཙོ་རྣམས་སུ་མི་ཚིག་འཇུག་མ་གཡོགས་ནས་ཡོད་དེ་ནོ་ཧ་ལ་ང་དང་ལས་བར་མཐོ་རེ་ཉིན་དང་མཚན་མེད་པ་དེ་ནི་ང་དང་ལྡན་པའི་རང་ཐར་བ་ཐོབ་འདོད་ཀྱི་བསམ་པ་པ་ཁོ་རང། ཐར་པ་འཁོར་བ་ནས་ཐར་པའི་ཐར་པ་དེ་ཐོབ་དགོས་ཀྱི་འདུག་བསམ་ག་ནས་བསམ་པར་ཁྲ་ལེ་མེ་ཉིན་དང་མཚན་མེད་པ་ཤ་ར་ཡོད་ན་དེ་ནི་ང་དང་ངེས་འབྱུང་སྐྱེ་ཟེར་ནོ། ཉིན་མཚན་དགུན་དུ་ཐར་པ་དོན་གཉེར་ལོ་རྒྱུགས་ན་དེ་ཚེ་ངེས་འབྱུང་སྐྱེ་བ་ལ་བཞུགས་ཚེ་ངེས་འབྱུང་ཨུ་གཟུགས་ཤིག་སྐྱེ་ནོ་དཀར་བོ་སྐྱེ་དེ་ནི་ངེས་འབྱུང་བདེ་གཟུགས་ཤིག་གི་ཚར་གཅིག་སླེབས་ན་ང་དང་ངེས་འབྱུང་སྐྱེ་ནོ་བཞུགས་ཚེ། ད་ལྟེ་བོ་ང་དང་ཐོ་རེ་རྒྱལ་སྲིད་པ་སྟེང་ན་སླེབས་པ་ནོར་ལ་རིམ་པས་བཅོས་སུ་བཞུགས་ཟེར་ནོ། ད་ཅིས་ན་མ་ན། རྒྱལ་བ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཐམས་ཅད་ཀྱི་རིགས་སྙིང་པོ་ཁྱེད་དེ་ན་ངེས་འབྱུང་ནམ་ངེས་འབྱུང་ངེས་འབྱུང་པོ་བརྒྱད་ལ་ཡོད་ན་དེ་ནི་ང་དང་བྱང་ཆུབ་ཀྱི་སེམས་དང་ཡང་དག་པར་ལྟ་བ་ལ་སོགས་པ་དེ་དག་ཡོད་ཚད་དེ་ནི་ང་དང་ངེས་འབྱུང་པོ་བརྒྱད་ལ་ཡོད་ན་དེ་ནི་ང་དང། དགྲ་བཅོམ་པའི་དགྲ་བོའང་དེ་ཀ་ནས་ཐོབ་ཐུབ་པ་ནོ་འཁོར་བ་ནས་ཐར་པའི་ཐར་པའང་དེ་ཀ་ནས་ཐོབ་ཐུབ་པ་ནོ་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེའང་དེ་བས་ཐུབ་དེ་ཀ་ནས་བཞི་བཙུགས་ཚེ་དེ་ཀ་ནས་ང་དང་ཐོབ་ཐུབ་པ་ནོ་མ་གཏོགས་ངེས་འབྱུང་མེད་ན་དེ་ནི་ང་དང་ཡང་ཅིས་མི་ཁྱག་ལ་ངེས་འབྱུང་མེད་ན་དེ་ནི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་ཐུབ་བ་མ་ནོངས་ངེས་འབྱུང་རྒྱུད་ལ་མེད་ན་དེ་ན་ཙོག་ཟ་ཐར་པ་འོ་ད་འཁོར་བ་ནི་འདྲ་ལོས། ཐར་པའང་ང་དང་ཐོབ་ཐུབ་བ་མ་ནོངས་དེ་སོང་པ་ས་ན་རྒྱལ་བའི་གསུང་རབ་ཐམས་ཅད་ཀྱི་སྙིང་པོ་རྫོགས་པ་ཡོད་ནམ་མེད་ན་མེད་རྫོགས་པ་བཀའ་བསྟན་དོན་པོ་ཁྱེད་དེ་ན་དེ་ནི་དཀའ་བོ་ཁྱེད་དེ་ན་ང་དང་ངེས་འབྱུང་པོ་ཡིན་ནོ་ཞུ་ཚེ་རྒྱལ་བ་ཨེ་ཛེ་ནི་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་དགོངས་ནོ། གསུང་རབ་ཡོད་ཅེ་ན་ཁོང་གསུང་ག་ནི་ཆོས་གསང་མ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ལ་སོགས་པའི་གསུང་རབ་ཀུན་གྱི་ཡོད་ཅེ་ད་ཉོན་ཏེ་ཚང་མས་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ལ་སོགས་པ་དེ་དག་ཚང་མས་སྙིང་པོའི་དོན་ཡོད་ཅེ་ད་ནི་དེ་ཚང་མས་སྙིང་པོ་མིན་རྫོགས་པོ་དེ་ནི་ཨོ་ད་ནི་ཅུང་ཉིད་ཞུ་ཟེར་ན། རྒྱ་ལུས་གསུང་རབ་ཀུན་གྱི་སྙིང་པོ་དོན་བརྗོད་ཟེར་ནོ་ག་ལ། ད་ལྟེ་བོ་ཁྱེད་ལྟེ་ན་ངེས་འབྱུང་མདོར་བསྟན་པ་བཞུགས་ཟེར་ནོ་ག་ལ། དེ་ཀ་ཟླ་སྤྱི་བཞུགས་ག་ཚོགས་ས་ལྟེ་ན་ངེས་འབྱུང་བྱང་ཆུབ་སེམས་ཡང་དག་པ་ལྟ་བ་གསུམ་ཀ་ལ་སྦྱར་ནང་སྦྱར་བྱེད་བཟོད་དེ་ནོ་ད་ལྟེ་བོ་ཚང་མ་བཞུགས་ན་ད་མང་པོ་བཞུགས་ན་དེ་ནི་ཡང་ང་གཟུགས་ཆ་ཆེ་ན་ན་ད། ལྷ་དཔའ་ཕྲུག་ཆ་ཆེ་ཡང་མང་པོ་བཞུགས་ན་དེ་ཀ་ཟླ་སྤྱི་ན་མ་ན་ཨོ་ལྟེ་བོའི་ངེས་འབྱུང་ས་ན་སྦྱར་དེ་ན་ག་ལ།

སར་གནས་ཀྱི་བྱང་ཆུབ་སེམས་དཔའ་ལ་སོགས་པ་བྱང་ཆུབ་སེམས་དཔའ་དང་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་རྣམས་ཀྱིས་སྔགས་པའི་ལམ་བརྗོད་ཀྱི་ན། བསྟོད་པ་བྱེད་ས་བསྔགས་པ་བྱེད་ས་སྟེ་འུ་ནི་གཙུག་ཏུ་གྱུར་ས་སྟེ་འུ་ནི་གཙུག་ཏུ་བཀུར་ས་བྱང་ཆུབ་སེམས་དཔའ་དང་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་ལ་སོགས་པ་དེ་དག་རྣམས་ཀྱིས་གཙུག་ཏུ་བཀུར་འོས་ས་བསྔགས་པ་བརྗོད་ས་བསྟོད་པ་ཕུལ་ས་ཁོང་ནི་ཡི་རང་བཅོལ་སའི་ལམ་བོ་ཅི་ནོག་བརྗོད་ན་བྱང་ཆུབ་ཀྱི་སེམས་མི་ནོག་ག་ར། དེ་བོ་བརྒྱ་ཕྲག་བྱང་ཆུབ་སེམས་དཔའ་མ་ནི་ཡང་ཉན་ཐོས་དང། ཉན་ཐོས་སུ་དང་དེ་ནི་ཐེག་དམན་ཉན་ཐོས་ལ་སོགས་པ་དེ་ཉན་ཐོས་སུ་དང་རང་རྒྱལ་ལུགས་ནི་སྔགས་པ་ཆོས་ཟད་ལམ་མ་ནོར་བ་ལ་དཀའ་བོ་ཆེ་དེ་ནི་བརྒྱ་ཕྲག་བཞི་གཅིག་དང་གཉིས་པོ་རྒྱལ་བ་སངས་རྒྱས་བཅོམ་ལྡན་འད་ས་གོ་ནོར་ཕྲག་བཞི་གཅིག་དང་དེ་སྲས་ཕྲག་བཞི་གཅིག་དང་གཉིས་པོ་དེ་སྲས། དེ་ནི་ང་དང་བཞི་ན་འཇིག་རྟེན་ནི་དགའ། དེ་ནི

བྱང་ཆུབ་སེམས་དཔའ་ཡིན་ནོ་ཡིན་པ་ས་ན་རྒྱལ་ཁྲག་བསྡམས་པ་ཞུ་ཟེར་ན་རྒྱལ་ཁྲག་བསྡམས་པ་རྣམས་ཀྱིས་ཟེར་ན་རྒྱལ་ཁྲག་བསྡམས་པ་བྱང་ཆུབ་སེམས་དཔའ་ཚང་མས་སྔགས་པའི་ལམ་བཀའ་འོ་བྱེད་དེ་ན་སྟོད་སྔགས་བརྗོད་ས་དང་བསྐུར་བ་བརྗོད་ས་དང་བསྟོད་པ་བརྗོད་ས་དང་དེ་ཚང་མས་ཨུ་ལུགས་བརྗོད་ས་འོ་བྱེད་དེ་ན་དེ་ནི་ང་དང་གཅིག་ནོ་ཞུ་ན་དེ་ནི་བྱང་ཆུབ་ཀྱི་སེམས། འོ་ད་དེ་འོ་ནོ་དེ་ནི་རྒྱལ་ཁྲག་བྱང་ཆུབ་སེམས་དཔའ་ལ་སོགས་པའི་དེ་ནི་ཐུགས་དམ་གྱི་མཐིལ་ཡིན་ལ་ད་སྔགས་པའི་ལམ་བརྒྱུད་དོན་ཐུགས་དམ་གྱི་མཐིལ་ཉམས་ལེན་གྱི་གཙོ་བོ་ད་ཅིའི་གིས་ན་ཨོ་ད་སྟེ་ཨོ་ཀྱེ་དེ་ནི་བྱང་ཆུབ་ཀྱི་སེམས་ཡིན་པ་ས་ན་རྒྱལ་ཧྲཱི། དམ་པ་རྣམས་ཀྱིས་སྔགས་པའི་ལམ་བརྒྱུད་དེ་སྟེ་ཨོ་བྱང་ཆུབ་ཀྱི་སེམས་ཡིན་བརྗོད་ནོ། ཨོ་ད་རྒྱལ་ཧྲཱི་དམ་པ་རྣམས་ཀྱིས་སྔགས་པའི་ལམ། སྐལ་ལྡན་ཐར་འདོད་རྣམས་ཀྱིས་འཇུག་ངོགས་དེ་ཞུས་ཚེ། ད་ང་དང་ཅི་ནོ་ཞུས་ན་ཚིག་གསུམ་དཔའ་བོས་བསྐྱེད་དེ་ན་དེ་ནི་བྱང་ཆུབ་ཀྱི་སེམས་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་སྟ་ན་བཟའ་དེ་ན་བ་ལ་ད་སྐལ་ལྡན་ཇི་ལྟ་ཉམས་པོ་སྐལ་བ་དང་ལྡན་པ་ཐར་པ་ཐོབ་འདོད་སྐལ་ལྡན་ཐར་འདོད་ཐར་པ་ཐོབ་པ་འདོད་དཀའ་ནས་སྐལ་བ་དང་ལྡན་པ་སྐལ་བ་ཅན་ནི་མི་ཡིས་བཞོ་ཡང་ང་དང་སྐལ་བ་ཡོད་དཀའ་ནི་དཀའ་འོ་ཐར་པ་དང་སངས་རྒྱས་ཀྱི་སྒོ་ཐར་པ་དང་ཐམས་ཅད་མཁྱེན་པའི་སྒོ་འཕང་མཐོ་བྱེད་ཚེ་སྐལ་བ་དང་ལྷ་མཁའ་འདས་གཙོ་སྲས་སྐལ་བ་ཡོད་དགའ་རྣམས་ཀྱིས་འཇུག་ངོགས་ཏེ་འཇུག་ངོགས་གཞོལ་སྤྱི་དང་གཉེན་པོ་དེ་ཚང་མས་དེ་ནས་ང་དང། སྒོ་རྫོགས་པོ་དེ་ཚང་མ་ཆ་སའི་ལམ་རྫོགས་པོ་དཀའ་བོ་ཁྱེད་དེ་ན་མེན་རོ་རྫོགས་པོ་ཁྱེད་དེ་ན་སྤྱི་ནོགས་བཞུགས་ན། ཡང་དག་པའི་ལྟ་བ་ཡང་ན་དེ་ནི་ང་དང་སྟོང་པ་ཉིད་རྟོགས་པའི་ཤེས་རབ་པོ་ཡིན་ནོ། སྟོང་པ་ཉིད་རྟོགས་པའི་ཤེས་རབ་པོ། སུའི་སྨན་རོར་རྫོགས་པའི་སུའི་དབུས་ནས་དེ་ནི་པར་འབྱུང་ངོགས་ཡིན་ནོ་ཞུ་ན། སྐལ་ལྡན་ཐར་པ་འདོད་པ་སྐལ་བ་དང་ལྡན་པ་ཐར་པ། དེ་ནི་ཐར་པ་དང། དེ་ན་སོགས་ས་ཐམས་ཅད་མཁྱེན་པ་སངས་རྒྱས་ཀྱི་གོ་འཕང་ཐོབ་གང་ཐོབ་པར་འདོད་གང་སྐལ་བ་དང་ལྡན་གང་ཚང་མས་དེ་ནི་སྨན་རོར་རྫོགས་པོ་སྟེ་ཚང་མས་དེ་ནི་ང་དང་ཆགས་སའི་ལམ་རྫོགས་པོ་ཡོད་ན་མེད་ན་འོ་ཁྱེད་དེ་ན་ཅི་ནོགས་ཞུ་ན། ཡང་དག་པའི་ལྟ་བ་ཟེར་ག་མི་རུང་ཧ་ལ། ཡང་དག་པའི་ལྟ་བའོ་ཁྱེད་ལྟས་ན་དགྲ་བཅོམ་པའི་དགྲ་གཟུགས་འཁོར་བ་ནས་འགྲལ་བས་དེ་དགྲ་བཅོམ་པའི་དགྲ་གཟུགས་ཐོབ་ནའང་ཡང་དག་པའི་ལྟ་བ་སྟོང་པ་ཉིད་རྟོགས་པའི་ཤེས་རབ་པོ་གོ་ས་ནོག། ཀའོ་སངས་རྒྱ་སའི་གོ་འཕང་ཐོབ་ནའང་དེ་ནི་ང་དང་གཅིག་གོ་ས་ནོག། ཡང་དག་པའི་ལྟ་བ་སྟོང་པ་ཉིད་རྟོགས་པའི་ཤེས་རབ་པོ་གོ་ས་ནོག་སྐྱོད་པ་སྟོང་པ་ཉིད་རྟོགས་པའི་ཤེས་རབ་པོ་ཁྱེད་ལྟས་ན་སྐལ་ལྡན་ཐར་འདོད་ཚང་མས་དེ་ནི་འོ་ད་ཆ་སའི་ལམ་རྫོགས་པོ་ཆ་ཚེ་མན་སྒེར་རྫོགས་པོ་མན་རོར་རྫོགས་པོ་དང་གྱོན་རྣམས་མེད་ན་ཚང་མས་འཇུག་ངོགས་རྫོགས་པོ་སྤྱི་ནོག་བཞུགས་ན་འཇུག་ངོགས་བརྗོད་ཅི་ན་ཆ་ཚ་ཚང་མ་ཆ་ཚེ་ཆ་ཚེ་ལམ་རྫོགས་པོ་མན་རོ་རྫོགས་པོ་སྤྱི་ནོག་བཞུགས་ན་དེ་ནི་ང་དང་ཡང་དག་པའི་ལྟ་བའོ་ཡིན་ནོ་ཞེས་ནོག། གའོ་སྐྱེ་དེ་ནས་བྱང་ཆུབ་ཀྱི་སེམས་པོ་སྐྱེ་དེ་ན་སྐལ་ལྡན་ཐར་འདོད་རྣམས་ཀྱི་འཇུག་ངོགས་ཡིན་ནོ་བ་བཞུགས་ན་མ་ནོག། སྐྱིད་པས་བཞུགས་ན་བྱང་ཆུབ་ཀྱི་སེམས་པོ་སྐྱེ་དེ་ན། དེ་ནི་ང་དང་སངས་རྒྱས་ཀྱི་གོ་འཕང་ཐོབ་པར་འདོད་ད་ནི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཨ་གཟུགས་ཤིག་གྱིས་ནོག་མ་ནི་ཉན་ཐོས་དང་རང་རྒྱལ་ལ་སོགས་པ་དེ་དག་རྣམས་ཀྱིས་དེ་ནི་བྱང་ཆུབ་ཀྱི་སེམས་ལ་མ་བརྟེན་པར་འཁོར་བ་ནི་འདྲ་ལ་ཐུབ་པར་འོང་བ་ལ། ཞེས་པའི་ཚེ་ན་ག་ལ་དང་ཐར་འདོད་རྣམས་ཀྱི་འཇུག་ངོགས་ཆ་མར་འོང་བ་ལ། ཞེས་པའི་ཚེ་ན་ག་ལ་དང་ཐར་འདོད་རྣམས་ཀྱི་འཇུག་ངོགས་ཚང་མ་འོ་ཞེས་བྱ་ཚང་མའི་ཨ་གཟུགས་པོ་སྐྱིན་ནོ་ཞེ་ན་སྟོང་པ་ཉིད་རྟོགས་པའི་ཤེས་རབ་ཡང་ན་འོ་ད་ཡང་དག་པའི་ལྟ་བའོ་ཞེས་ཏེ་ན་འོ་ད་ངོ་ད་ང་དང་ཐར་པ་ཐོབ་པར་འདུག་གམ་དང་སངས་རྒྱས་ཀྱི་སྐུ་གང་ཐོབ་པར་འདུག་གམ་ཚང་མས་དེ་ནི་འཇུག་ངོགས་ཡོད་ནམ་མེད་ན་རྟོགས་ཐབས་དེ་འོ་ནོག་དེས་སྟོང་པ་ཉིད་རྟོགས་པའི་ཤེས་རབ་ལ་མ་བརྟེན་པར་དེ་ནི་འཁོར་བ་ནས་འདྲལ་ཐུབ་ཅེས་ཟེར་འདྲ་ལོས་དེ་ནི་ཐར་པའང་ཐོབ་ཐུབ་པ་མ་གནང་དཀའ་བ་སངས་རྒྱས་ཀྱི་སྐུ་གང་རིན་པོ་ཆེའང་ཐོབ་ཐུབ་པ་མ་གནང་དེ་སོས་ལྟ་ས་ན་གལ་ཏེ་ཐར་ཐབས་རྣམས་ཀྱི་འཇུག་ངོགས་དེ་ཅི་ནོག་ཞུས་ན་དེ་ནི་ང་དང། འོག་དང་སྟོང་པ་ཉིད་རྟོགས་པའི་ཤེས་རབ་བཞུགས་པར་མོས་ནོ། སྐལ་ལྡན་རྣལ་འབྱོར་གཅིག་དང་གཉིས་པོ་སྐལ་བ་དང་ལྡན་པ་བསོད་ནམས་དང་ལྡན་པ་འོག་དང་ང་དང་སྐལ་བ་ཡོད་དང་མྱི་ཡོད་ལོངས་པ་ཐར་རྡོ་རྗེ་གཅིག་དང་ཐར་པ་ཐོབ་པར་འདོད་པ་རྣམས་ཀྱིས་བཞུགས་ཏེ་ན་དེ་ཚང་མས་དེ་ནི་འཇུག་ངོགས་གཞོལ་གཅིག་དང་གཉིས་པོ་ཁོང་སྔོན་ཕྱ་སའི་ལམ་རྫོགས་པོ་མེན་རོར་རྫོགས་པོ་ཚང་མ་འདུས་སའི་གཞུང་ལམ་རྫོགས་པོ་འོག་དང་གཞུང་ལམ་རྫོགས་པོ་བཞི་ནོ་གཞུང་ལམ་རྫོགས་པོ་དེ་ནི་ང་དང་གཅིག་ནོ་གཞུག་ན་ཡང་དག་པའི་ལྟ་བའོ་ཡིན་ནོ་ཞེས་ཟེར་ན་དེ་གསུམ་མེད་ད་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བའོ། མདོར་བསྡུ་སྟེ་ལྟ་ན་མཛའ་དེ་ན་ག་ལ། རྗེ་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་བཞུགས་གམ་དུ་ཆོས་སྤྱོད། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོ་དོན། བརྒྱ་ཕྲག་བསམ་པ་རྣམས་ཀྱིས་བསྔགས་པའི་ལམ། སྐལ་ལྡན་ཐར་ཐོར་རྣམས་ཀྱི་འཇུག་ངོགས་ཏེ་བཞུགས། གནས་པའོ་ད་དེ་གསུམ་མེད་དེ་བས་ཐ་འདས་ན། ད་ལྟའི་སྟེང་ན་དེ་ནི་ང་དང། ཇི་ལྟར་ནུས་བཞིན་བདག་གིས་ཤེད་པར་བྱ་ཤེད་པར་བྱ་བཞུགས་པ་ནི་ཚིག་པའི་རྩོམ་པ་དམ་བཅའ་ནོ། ད་ཁོང་དམ་བཅའ་མཛད་དེ་ནི་གོ་ལ། འོ། ད་སྒོ་མ་ང་ལ་མཆོད་པ་བརྗོད་དེ། རྗེ་བཙུན་བླ་མ་རྣམས་ལ་ངས་མཆོད་པ་བརྗོད་ད་བརྗོད་དེ་མཆོད་པ་བརྗོད། མཆོད་བརྗོད་མཛད་དེའི་སྟེང་ན་དེ་ནི། ལམ་གཙོ་རྣམ་གསུམ་པོ་རྡོར་དེ་ནི་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བའོ་རྡོར་བསྡུ་ཞིག་བསྟན། དེ་བསྟན་དེའི་སྟེང་ན་དེ་ནི་ད་ངས་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་གསུམ་མས་སྐོར་ལ་རྒྱ་སྤ་བཅོས་སེ། གཟུགས་ཨི་ཀ་ངས་གཟུགས། རྩོམ་བཅས་ཡིན་ཡང་རང་ངའི་གཞུ་ཡིན་ཞེས་བརྗོད་དཀའ་ནས་དེ་ནི་ཁོང་ཁ་ཟླའི་འཇིག་དང་དམ་བཅའི་མཛད་དོན་ཨ་ལ་སྐྱིད་པོའི་དམ་པ་འོ་ན་མགོ་མ་དམ་བཅའ་ཅིག་མཛད་དང་ནོགས་སོ་ཆོས་དཔའ་བརྗོད་དང་ནོགས་དེ་བརྩིགས་ན་དེ་ནི་རྩོམ་པ་དམ་བཅའ་བ་བརྗོད་ནོགས་རྩོམ་པ་དམ་བཅའ་བ་བརྗོད་ཅིག་དང་རྩོམ་བཅས་སི་ཧྥི་ཡའི་དམ་བཅའ་མཛད་དང་ནོགས་དམ་བཅའ་མཛད་ན་བཅུའི་བཀྱག་ཟེར་ན་རྩོམ་པའི་བར་ཆ་བཞི་ཅེས་དང། དེ་རྫོགས་ཚེ་དེ་ནི་ང་དང་ཨ་གཟུགས་མང་པོ་ཅིག་ཀྱང་ཁེས་ཕན་མང་པོ་ཡང་ན་ཕན་ཐོགས་མང་པོ་ཅིག་བཞུགས་ན་སྐྱིད་པོའི་དམ་པ་འོ་ནི་དེ་ནི་བདེན་པས་དེ་ནི་མི་ཡང་དག་པ་སྐྱིད་པོའི་དམ་པ་འོ་ནི་གཅིག་དམ་བཅའ་ཅིག་མཛད་ན་དམ་བཅའ་བོ་ཁྱེད་དེ་ན་འདུག་ཨ་དེ་ནས་རི་མོ་འདི་ག་ནང་བཞིན་ཏུ་ཚུ་ནམ་ཡང་དེ་ན་ང་དང་འདོགས་དུ་མེད་པདྨ་ནི་བསུབ་མི་ཐུབ་ཅན་ཅན་ཏེ་རྫོགས་སེ་དམ་བཅའ་རྫ་དམ་འོག་ཞོན་ནའོ་ལ་སྐྱེས་བུ་དམ་པའོ་ནི་དམ་པ་རྣམས་ཀྱི་ཁ་ཆེ་མི་སྐྱེ་བའི་གལ་ཏེ་དཀའ་བའི་ཁ་ནས་ལོན་གྱུར་ན། ལེན་གྱུར་ན་རྡོ་ལས་རི་མོ་འདྲུད་པ་ལྟ་བུ་ནི་ཤིང་ཡང་གཞན་དུ་བྱེད་པར་མི་འགྱུར་རོ་གསུངས་རྫ་སྟོད་ཀྱག་ཕྱག་སོན་དུ་ན་དེ་ནས་སྐྱེས་བུ་དམ་པ་རྣམས་ཀྱིས་དེ་ནས། ཁ་སྐྱེལ་མི་བྱེད་པའི་བཀའ་བབས་ཀྱི་དེ་ནི་ཁས་ལེན་འཇིག་ལ་བཟང་མོ་སྐྱོ་བ་མ་ནོག་ས་གལ་ཏེ་སྐྱེས་བུ་དམ་པ་ཞིག་གིས་ཁས་ལེན་འཇིག་སྐྱོ་བ་སྐྱོ་བཞིན་ཡོད་སྐྱོ་ཅི་ད་མཉམ་པོ་དཀའ་བ་དམ་བཅའ་ཞིག་མཛད་ན། དེ་ནི་དམ་བཅའ་ཞིག་མཛད་ན་དེ་ནི་འདུལ་བ་རི་མོ་འབྲི་བ་ནང་བཞིན་དེ་ནི་ཤི་ཡང་གཞན་དུ་བྱེད་པར་མི་འགྱུར་སྲོག་ལ་ཐུག་ཀྱང་བཀའ་གཟུགས་ཤིག་ཆ་ནང་དེ་ནི་ཁོང་དེ་དམ་བཅའ་ནང་བཞིན་ཅིག་སྒྲུབ་ཐུབ་ཅེས་སའི་སྒྲུབ་བྱེད་སའི་གཟུགས་མཛད་ད་ནང་སྒྲུབ་བྱུས་བ་ནོག་ཞུ་ས་ནག་སྐྱོ་ལྟ་ས་ན་ཏེ་འོས་པས་དེ་ནི་རྩོམ་པ་དམ་བཅའ་བོ་ཏི་བའི་མཛའ་ད་ནོ། ཀ་བོ་གཞུང་མ་རྩོམ་མེད་སང་སྔོན་ལ་རྩོམ་པ་དམ་བཅའ་ཅིག་མཛའ་ད་ཟད་དེ་ནི་ཁོང་ཀ་གཟུགས་ཤིག་ཀ་གཟུགས་ཆ་ནང་དེ་ནི་གཞུང་དེ་དེ་ནི་ཁོང་མཇུག་རྫོགས་པ་དེ་ནི་ཁོང་རྩོམ་སྤྱི་སའི་གཟུགས་དང་དེ་ཚང་མ་ལེ་ལོའི་དབང་དུ་མ་སོང་བ་ད་ཅི་ཡི་གེ་ན་ད་བར་ཆ་ནང་པོ་བཞིན་བར་ཆ་ཚང་མ་འདོགས་པའི་ཐོག་ནས་ཁོང་རྩོམ་སྤྱི་སའི་གཟུགས་ཆ་ནང་བ་ལ་བ་ད་ཅིག་ཅོ་ཅིག་ད་ཉེ་པོ་བ་ད་བོ་ཏོ་རེད་མ་ནི་ཅོ་མ་ནང་བ་ལ་ཅི་བུ་ཅམ་པ་ཅིག་ཡིན་ན་བོ་ད་ཨོ་དེ་ཕས་དེ་ནི་རྩོམ་པ་ཐམས་ཅད་བཟའ་དེ་ན་ད་རྩོམ་པ་ཐམས་ཅད་ཇི་ལྟར་ནུས་བཞིན་བརྗོད་སྲིད་དོ། དེ་ནི་ངས་བྱང་ཆུབ་ཀྱི། ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བའོ། བསམ་གཞིག་སྔ་ར། ཤཱད་ཐུབ་ཀ་ནང་བཞིན་བརྗོད་དེ་ལྟེ་བ་ཁེངས་བྱུང་པར་བརྗོད་ན་ཤཱད། ངས་ཤཱད་ནུས་ཀ་སྔ་ར་ནུས་པ་བསམ་གཞིག་སྔ་ར་ནུས་པ་ཡོད་ན་དེ་ནང་ནུས་པ་ཡོད་ཀ་ནང་བཞིན་གྱི་ངས་ཤཱད་ལྡན་བརྗོད་བཟའ་དེ་ན་ག་ལ། ལྟེ་བ་ཁེངས་བྱུང་པར་བརྗོད་ནོ་ཅེས་བརྗོད་ན་ཁོང་ནུས་པ་ཡོད་ཀ་རག་འཆར་ཐུབ་རྗེས་སེ་སྟེ་རྫོགས་སེ། རྩོམ་ཐུབ་རྗེས་བཟང་སྟེ་རྫོགས། གསུང་ཐུབ་རྗེས་སེ་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་གསུམ། པ། ས་གཙང་བའི་སྟེང་སྟེང་མ་ཕྲ་ཞིང་མཐའ་བ་ཡལ་ཞིང་འགས་པ། གསུང་ཐུབ་རྗེས་སེ་དེ་ནི་ནུབ་ས་འོག་རྒྱལ་བ་ཙོང་ཁ་བ་ཡོད་སྐྱག་པ་ཡིན་ན་ཁོང་ཁེངས་སྐྱུངས་པ་ཡོད་ན་དེ་ནི་ང་དང་ཡོད་ན་དེ་ནི་སྦས་བའི་ཚུལ་དེ་ལྟར་མ་བཤད་ཀྱང་རྫོགས་ས་དེ་ནི་ཉམ་ཆུང་མཛའ་དེ་དེ་ནི་ང་བཤད་ས་ང་གྲགས་ས་ཡིན་ང་འཇིགས་ས་ཡིན་ཟེར་མཁན་མ་འབའ་དེ་ནི་ང་གང་བཤད་ཀྱང་འབོད་ཚུལ་དེ་ཁེངས་སྐྱུངས་པའང་གཞོན་ནུ་ཁ་ལ

ངས་བཤད་ཐུབ་པ་ནང་བཞིན་བཤད་ནུས་པ་ནང་བཞིན་གཅིག་བཤད་ཨ་གཟུགས་བཤད་ཅེས་ཟེར་གཟུགས་ཡོད་པ་ནང་བཞིན་དེ་ནི་བདག་གིས་བཤད་པར་བྱ་ངས་བཤད་དེ་ནི་གཞོན་ཚེ་ནགས་ལ་ལྟ་ཅི་ཡིས་གཞོན་ན་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་སུ་མེད་སྐོར་ལ་ང་རང་གང་བཤད་ཀ་ནང་བཞིན་གཅིག་གང་ཐུབ་ཀ་ནང་བཞིན་གཅིག་གདུལ་བྱ་འོ་ན་གང་གོ་ཐུབ་ཀ་ནང་བཞིན་གཅིག་དེ་ནི་ངས་བཤད་དེ་ནི་གཞོན་ཚེ་ནགས་ཇི་ལྟར་ནུས་བཞིན། ཉོན་བཞིན་བདག་གིས་བཤད་པར་བྱ་ཞུ་ཚེ་ལྟེ་བ་རྩོམ་པ་དམ་བཅའ་བ་གཞོན་རོ་ག་ལ་ད་ལྟའི་སྟེང་ན་དེ་ནི་འོ་ད་དེ་ནས་རིམ་པས་ཆོས་སྲིད་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་དང་འབྲེལ་ལོ་ཐོ་ནས་སྟེ་ང་ད་ཐོ་རེ་ནས་རིམ་པས་ཆོས་སྲིད་བཞག་ག་ཚིག་བཞི་བཞི་བཞི་གཞོན་རོ་ག་ལ་འོ་དེ་ནོ། ཞོལ་པ་ད་དེ་རིང་ང་དང་ཡིས་ཚིག་ལྔ་བའི་ནང་ནས་མགོ་མ་ཡའི་ཚིག་པའི། མདོར་བསྡུ་ཞུས་ན་ཆོས་སྤྱོད་ནཱ་ག་ལ་ལམ་གཙོ་རྣམ་གསུམ་པའི་ཆོས་སྤྱོད་རྗེ་བཙུན་རྣམ་མང་ལམ་ལ་ཕྱག་འཚལ་ལོ་ཞུ་ག་ནི་པའི་ཆོས་སྤྱོད་ནོ། རྒྱལ་བློའི་གསུང་རབ་ཀུན་གྱི་སྙིང་པོ་དོན་རྒྱ་ཕྲད་དམ་པ་རྣམས་ཀྱི་བསྔགས་པའི་ལམ་སྐལ་ལྡན་ཐར་འདོད་རྣམས་ཀྱི་འཇུག་ངོགས་ཏེ་ཞུ་ག་ནི་ལམ་གཙོ་རྣམ་གསུམ་པའི་མདོར་བསྟན་གྱི་ཚིག་ནང་མདོར་བསྟན་པ། དེ་ནི་ཇི་ལྟར་ནོས་བཞིན་བདག་གིས་བཤད་པར་བྱ་ཞུ་ག་ནི་ཚིག་དཔེ་དེ་ནི་ལམ་གཙོ་རྣམ་གསུམ་མའི་དེ་ནི་སྔགས་དང་རྩོམ་པ་དམ་བཅའ་མཛད་བསྟན་བ་ལ། འོ་ད་སྟེ་འོ་གཅིག་ནོ། དེ་ནང་ནས་དེ་ནི་ང་དང། མདོར་བསྟན་པ་རྗོད་བྱེད་དང་འཇིག་རྟེན་བླ་མ་རྣམས། རྒྱལ་བའི་གསུང་རབ་སྐུ་ཉིད་སྙིང་པོ་དོན་འཇུག་ག་ནི། ངེས་འབྱུང་མདོར་བསྟན་པ། ཡ་བྲལ་གསང་བ་རྣམས་ཀྱི་བསྔགས་པའི་ལམ་བཞུགས་པ་ཡིན་པས་བྱང་ཆུབ་ཀྱི་སེམས་མདོར་བསྟན་པ། བསྐལ་དང་ཐར་ཐོར་རྣམས་ཀྱི་འཇུག་ངོགས་དེ་ཡི་བཞུགས་ག་ནི་ཚིག་པས་དེ་ནི་ང་དང། ཡང་དག་པའི་ལྟ་བ་སྟོང་པ་ཉིད་རྟོགས་པའི་ཤེས་རབ་དེ་ནི་མདོར་བསྟན་པ་ཡིན་ནོ་ཞུ་ནོ། ད་ལྟའི་ཟངས་ཁ་དོག་ག་ཡང་ང་དང། ཚིག་ཡང་སྒྲིབ་ཆགས་ན་དེ་ནི་ཚིག་རེ་རེས་ཡང་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་རེ་རེས་རེ་རེས་དང་བཅས་ཡོད་ཟེར་ཏེ་ཡང་དེ་རྫོགས་སའི་གདེལ་ཆ་གཟུགས་མང་པོ་ཡོད་དེ་ན་འོ་ད་དེ་རིང་དཀར་པོའི་གཟུགས་ཤིག་ཡིན་དེ་ནས་གཞུག་ན་དམའ་མང་པོའི་ཆ་རུ་དེ་ནས་ཚང་མ་ལ་རྒྱུད་ལས་གང་ཐུབ་ཐུབ་དྲི་བ་སལ་དེ་དང་འབྲེལ་ལོ་ཐོ་ན་ང་དང། མང་པོའི་སལ་པོ་ཤོད་ཅེས་ཟེར་གཟུགས་ཟེར་དེ་ནས་དེ་ནས་ཚང་མ་ལ་ཐུགས་རྗེ་ཆེ་རྒྱུད་ལས།